ང་ཚོ་དགོན་སྡེ་ཁག་ལ་མཆོད་མཇལ་འགྲོ་འདོད་ཡོད་ནི་རེད། བླ་མ་དང་དགེ་བའི་བཤེས་གཉེན་གདན་དྲངས་འདོད་ཡོད་ནི་རེད། ནང་ཆོས་དང་འབྲེལ་བའི་གི་དེ་ནི་མཛད་སྒོ་འདི་འདི་ཚོགས་འདོད་ཡོད་ནི་རེད། ང་ཚོ་འདི་ནང་པའི་གི་རྒྱལ་དར་འདི་བོད་ཆུ་མང་པོ་ཞར་བཏང་གི་ཡོད་རེད། དེ་ནས་ནང་པའི་རྒྱལ་དར་འདི་ག་དུས་བྱུང་བ་རེད། འདི་གི་ལོ་རྒྱུས་ག་རེ་རེད། ཆོས་འདྲ་མི་འདྲ་མང་པོ་ཡོང་ཡ་འདི་ག་རེ་མཚོན་གི་ཡོད་རེད། འོན་ཏེ་སྐོར་ལས་རྣམ་པ་ཚུལ་གྱི་བསམ་བློ་དང་ཡང་བྱུང་ཟིན་བས། དོ་སྣང་བྱེད་རྒྱུ་ན་བྱུང་ཟིན་བས། ད་ནི་ནང་པའི་དགེ་རྩར་དེའི་སྐོར་ལ་ཅིག་སྐད་ཆེད་ཕྲི་བ་ཡིན་ན། ལན་འདི་ང་ཚོ་ནང་པ་ཚུལ་གྱིས་ལན་མ་བརྒྱབ་ན། ལན་བརྒྱབ་མ་ཐུབ་ན། ལན་སུས་བརྒྱབ་ཐུབ་ཀྱི་རེད། བྱས་ཙང། འདི་རྒྱུ་མཚན་དུ་བྱས་ནས་ད་ནི་ངེད་ཀྱིས། འདས་པའི་ཉི་མ་ཁ་ཤས་ཅིག་གི་རིང་ལ་ད་ནང་པའི་དགེ་རྩ་དང་འབྲེལ་བའི་གི། མཚོན་དོན་ག་རེ་རེད་ཞེས་འདི་ཚོ་ཅིག། བལྟ་ནས་འདི་ཐོག་ལ་འགྲེལ་བཤད་ཅིག་ཞུས་ན་བསམ་སོང། ད་འདི་གི་རྒྱལ་དར་འདི་གི་མཚོན་དོན་འདི་བལྟ་ཡོང་དུས། འདི་གི་རྒྱབ་ལྗོངས་ཀྱི་ལོ་རྒྱུས་འདི་ལ་བལྟ་དགོས་ཀྱི་ཡོད་རེད། ལོ་རྒྱུས་འདི་ལ་བལྟ་ཡོང་དུས་བསམ་པ་ལ། ཧ་ཅང་གི་ལོ་རྒྱུས་སྙན་པོ། འདི་ནི་ཅིག། ཚོར་བ་རེ་བ་བསླངས་བཅུག་མཁན། ཕྱིས་སུ་ནང་པའི་རྒྱལ་དར་མཐོང་བ་དག་ག་རང་གིས་སོ་སོ་ལ་ཚོར་བ་མི་འདྲ་བ་ཅིག་བསླངས་བཅུག་ཨེ། སྤོབས་པ་སྐྱེས་བཅུག་ཨེ། དེ་འདྲ་གི་གནས་སྟངས་ཅིག་ཆགས་ཀྱི་འདུག། བྱས་ཙང། འདིའི་རྒྱུ་མཚན་དུ་བྱས་ན་དེ་རིང་བརྙན་འདི་གི་ནང་ལོགས་ལ་ང་ཚོ་ནང་པའི་རྒྱལ་དར་གྱི་མཚོན་དོན་དང། འདི་ཆགས་སྟངས། འདི་ཆགས་བ་ལ་རྒྱབ་ལྗོངས་ཀྱི་ལོ་རྒྱུས་ག་རེ་རེད་ཤག་གོ་འདི་བཀོད་དེ་ལ་འདི་ནང་ལོགས་ལ་ཞུ་གི་ཡིན། དེ་ཡང་འདི་ནང་ལོགས་ལ་ཞུ་དགོས་དོན་རྒྱུ་མཚན་གཙོ་བོ་འདི། ང་ཚོ་བོད་སྐད་ཀྱི་ཐོག་ནས་ནང་ཆོས་ཀྱི་རྒྱལ་དར་སྐོར་ལ་འགྲེལ་བཤད་བརྒྱབ་ཤག་བ་དེ་འད་ཀྱི་བརྙན་འདི་འདྲའི་ཅིག་ཚད་པ་ཡང་ཅིག་ཞེ་དྲག་རག་མ་སོང། ཉུང་ཉུང་རེད་ཤག། དེ་ནས་ཡང་སྒོས་ནུབ་ཕྱོགས་ཀྱི་དྲ་རྒྱ་དང་སྤྱི་ཚོགས་དྲ་རྒྱ་དག་ལ་ཕར་ཚེས་ཡོང་དུས། ཁ་ཤས་ལ་པའི་ཞེ་བོ་རྒྱལ་བོ་དེ་འདྲའི་ཆགས་ཏེ་ཤར། དེ་སང་དེ་རྣམས་དེ་རིང་ངེད་ཀྱི་བརྙན་འདི་གི་ནང་ལོགས་ལ། ཧ་ཅང་གི་རྒྱལ་བོ་མ་ཡིན་པ། ཧ་ཅང་གི་བདུད་འདུལ་མ་ཡིན་པ། ཨ་ནི་རྒྱལ་དུས་ཆ་མཉམ་པ་ཕྱིན་ནས། དེ་ཡང་ང་རང་ཚོའི་གི་སྐད་ཀྱི་ནང་ལོགས་དང་ནམ་རྒྱུན་རྒྱུན་ལྡན་གྱི་སྐད་ཀྱི་ནང་ལོགས་ལ་གོ་བདེ་བོ་འགྲོ་བྱས་ནས་ཨ་ནི། ཤོད་ཐབས་བྱེད་ཀྱི་ཡིན། ཨདྲས་བདེ་ལེགས་ངའི་མིང་ལ་བསྟན་འཛིན་རེག་པ་ཡིན། ངེད་ཀྱི YouTube གི་དྲ་ཚིགས་འདི་གི་ནང་ལ། ནང་ཆོས་དང་འབྲེལ་བའི་དགེ་བསྙེན་བདེ་འདི་བཟོས་ཀྱི་ཡོད། དེ་ཡང་ནི་ང་རང་ཚོའི་རྒྱུན་ལྡན་གྱི་སྐད་ནང་བཞིན་ནམ་རྒྱུན་སྐད་ཆ་བཤད་བ་ནང་བཞིན་གྱིས་ནི་གང་ཐུབ་ཐུབ་ཀྱིས་གོ་བདེ་བོ་ངང་ནས་འབྲི་བརྗོད་བྱས་བདེ་འདི་བྱེད་ཀྱི་ཡོད། ད་དེ་རིང་གི་འདི་ལ་ནི་ད་ལྟ་གོང་དུ་ཞུས་བ་ནང་བཞིན་གྱིས་ནང་པའི་རྒྱལ་དར་འདི་ཆགས་སྟངས་དང་དེའི་སྐོར་ལ་ཞུས་ཡོད་ཡིན། ད་དང་པོ་ཐོག་མའི་དེ་ལ་ནང་པའི་རྒྱལ་དར་འདི་ཆགས་ས་འདི། ད་ཆགས་པ་ཟེར་ནས་འདྲ་ཟོས་པ་ཟེར་ནས་འདྲ་ཟོས་ས་དེ་ཤྲི་ལངྐ་ལ་ཟོས་བཞག་རྒྱུ་དེ་འདྲ་ཞིག་རེད་ཤག་དེ་ཡང་དཔེ་ལོ་ངོ་ཧ་ཅང་གི་རྙིང་པ་དེ་འདྲ་ཡང་རེད་མི་འདུག་དེ་སྤྱི་ལོ་བཅུ་སྟོང་བརྒྱད་བརྒྱ་བརྒྱད་ཅུ་བརྒྱད་ལྔ་ལ་བཟོས་པ། གཏན་འབེབས་བྱས་པ་དེ་འདྲ་ཅིག་དང། ཕྱིས་སུ་སྤྱི་ལོ་བཅུ་སྟོང་དགུ་བརྒྱ་ལྔ་བཅུ་ལོ་ལ་རྒྱལ་སྤྱིའི་གི་ནང་པའི་ལྷན་ཚོགས་ཀྱི་ཐོག་ནས་རྒྱལ་དར་དེ་དག་ང་ཚོ་རྒྱལ་སྤྱིའི་གི་ནང་པའི་རྒྱལ་དར་ཡིན་བསམ་ནས་རྒྱལ་དར་དེ་ལ་ངོས་ལེན་བྱེད་པ་དང་གཏན་འབེབས་བྱེད་པ་དེ་འདྲ་ཅིག་བྱ་བསྡད་བྱ། ད་ཡིན་ནའི་སྔོན་ལ་ང་ཚོ་མཚོན་རྟགས་དེ་ཚོ་ག་རེ་མཚོན་གྱི་ཡོད་རེད་ཟེར་དེ་ཚོ་སྐད་ཆ་སྨྲ་བཞིན་ངོས་ནས་འདི་གི་རྒྱབ་ལྗོངས་ཀྱི་ལོ་རྒྱུས་དེ་དར་ཆ་དེ་ནང་པའི་རྒྱལ་དར་དེ་དང་པོ་ཆགས་དགོས་པའི་གི་རྒྱུ་མཚན་ག་རེ་རེད་བྱ། ལོ་འདི་སྐོར་ལ་ཞུས་ན། ད་དེ་ཡང་དང་པོ་ང་ཚོ་ཤྲཱི་ལངྐ་གི་ལོ་རྒྱུས་རྒྱབ་ལྗོངས་ཅིག་ཞུས་ན། ང་ཚོ་བོད་ཀྱི་ཆོས་དང། རིག་གཞུང། ཨ་ནི་སྐད་ཆའི་བཤད་སྟངས། ཆབ་སྲིད་ཀྱི་འགྲོ་སྟངས། ཆ་ཚང་གཅིག་ལ་ཨ་ནི་ནང་ཆོས་ཀྱི་ཤུགས་རྐྱེན་ཤུགས་ཆེན་པོ་ཞུགས་ཅིག་ཐེབས་ཏེ། འདི་ནང་བཞིན་གྱི། ཤྲཱི་ལངྐ་ཡིན་པ་ཡིན་ན་ཡང་སྔ་མ། སྟོན་པ་མྱ་ངན་ལས་འདས་ནས་ལོ་དཔེ་ཆ་ད་ཉིས་བརྒྱ། ལྷག་ལྷག་ཅིག་གི་རྗེས་ལ་ཆོས་རྒྱལ་མྱ་ངན་མེད་ཀྱི་དུས་སུ་ཁོ་རང་གི་སྤུ་གུ་དེ་ཚོ་པ་ཤྲཱི་ལངྐ་ལ་མར་འགྲོ་ནས་ཨ་ནི་ནང་ཆོས་ཁྱབ་སྤེལ་བྱེད་པར་དར་བ་དེ་སྐོར་ལ་ཕལ་ཆེར་མང་པོ་ཅིག་གིས་མཁྱེན་གྱི་རེད། དམིགས་བསལ་གྱིས་ད་ང་ཚོ་བྱང་ཆུབ་ཀྱི་ཤིང་འདི་ཨ་ནི་ཨ་མ་འདི་ཨ་ཏི་ཁོ་ཨ་ནི་མ་ཨ་མ་འདི་གི་ཡལ་ག་ཅིག་ད་མ་ཤྲཱི་ལངྐ་ལ་མ།

གདན་འདྲེན་ཅིག་བྱས་ཕྱག་འཚལ་བཞག། ཡིན་ན་ཡང་ཕྱིས་སུ་ད་ཤི་ལང་ཀ་དེ་རྒྱལ་ཁབ་དང་ཡེ་ཤུ་ཀྱི་རྒྱལ་ཁབ་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོ་ཞིག་གིས་ནི་མགོ་བཙན་འཛུལ་བྱས་ནས་རྔ་བོ་ལ་ལོ་མང་པོ་རིང་ལ་ལྷག་དེ་བ་དེ་འདྲ་བྱ་གི་འདུག་བ། དཔེར་ན་དང་པོ་ཨ་ནི་པོར་ཅུ་ཀལ་གྱི་ལོ་གཅིག་སྟོང་ལྔ་བརྒྱ་ཉིས་ཡས་མའི་ནང་ལོགས་ནས་ཕྱི་ལོ་ཆིག་སྟོང་ལྔ་བརྒྱ་ཡས་མས་ཀྱི་ནང་ལོགས་ནས་པོར་ཅུ་ཀལ་གྱིས་འོ་བ་ལ་ལ་ལོ་བརྒྱ་དང་ལྔ་བཅུ་ང་གསུམ་དེ་འདི་གཅིག་བྱས། ད་པོར་ཅུ་ཀལ་ནས་ཁོ་ཨ་ནི་པོར་ཅུ་ཀལ་གྱི་མངའ་འོག་ཇི་ས་བས་བྱས་ལ། ཕྱིས་སུ་ཨ་ནི Dutch ལ་ནས་རེད་ཧོ་ལན་ལ་བསྐུར་བ Netherland བྱས་ཙང Dutch གྱིས་ཡང་དེ་འདི་དམག་མི་དེ་འདི་ཡོང་ནས་པོར་ཅུ་ཀལ་གྱི་དམག་མི་དེ་ཚོ་ཕ་སྤིད་ནས་ཁོ་ཚོས་ཀྱིས Dutch གྱི་མངའ་འོག་ལ། ཡང་ལོ་ངོ་བརྒྱ་དང་སུམ་ཅུ་ལྷག་ལྷག་བྱེད་ཀྱི་རེད། ལྷག་པར་བྱེད། འདི་གི་ཕྱིས་སུ་ཡང་དབྱིན་ཇི་ལུང་པ་དབྱིན་ཇི་ཡོང་ནས་དབྱིན་ཇི་གི་ཡང་སྒྲས་དེ་ཕར་སྤིད་ནས་སྒྲས་དེ་དམག་མི་དེ་ཕར་སྤིད་ནས་ཁོ་རང་ཚོ་གི་དབྱིན་ཇི་གི་མངའ་འོག་ལ་ཡང་ལོ་ངོ་བརྒྱ་དང་ལྔ་བཅུ་ལྷག་ལྷག་བྱེད་ཀྱི་རེད་གང་ལྟར་ཁྱོན་བསྡོམས་དཔེ་ཆའི་ལོ་ངོ་ཞེ་ལྔ་བརྒྱ་ལྷག་ལྷག་ཅིག་གི་རིང་ལ་ད་གང་ལྟར་རྒྱལ་ཁབ་གཞན་གྱི་ཡེ་ཤུ་གི་རྒྱལ་ཁབ་དེ་འདྲའི་ཅིག་གི་མངའ་འོག་ལ་ད་རྒྱུན་རིང་པོ་ཞིག་ལྷག། ད་ཡེ་ཤུ་གི་མངའ་འོག་ལ་རྒྱུ་རིང་པོ་ལྷག་དུས་ཁོ་ཚོས་ཀྱིས་ད་ཡེ་ཤུ་ཟེར་ནས་གང་ལྟར་ནུབ་ཕྱོགས་ཀྱི་རྒྱལ་ཁབ་འདི་རབ་ཏུ་ཡེ་ཤུ་གི་ཆོས་ལུགས་ཆགས་བསྡད་ཡོད་ར། ཁོ་རང་ཚོའི་གི་མངའ་འོག་ལ་ད་ལོ་ངོ་མང་པོ་ཞིག་ཅིག་གི་རིང་ལྷག་ཡོང་དུས་ཁོ་ཚོའི་གི་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་འགྲོ་སྟངས་དང་ཆོས་ཀྱི་འགྲོ་སྟངས་དེ་ཚོ་མ་ད་ཁོ་ག་ལི་ག་ལི་ད་བཙན་པོའི་དབང་བཙན་པོའི་ཕྱོགས་ནས་ཡིན་པ་ཡིན་ནའི་འདྲ་ཡང་ན་རིམ་པ་ཞིག་ནས་ད་ག་ལི་ག་ལི་ག་ལི་གོམས་གཤིས་ལ་བར་བཅར་གྱི་བཅར་གྱི་བྱས་ནས་གང་ལྟར་ཤྲི་ལངྐ་རྒྱལ་ཁབ་འདིས། ནི་ནང་ཆོས་ཀྱི་ཨ་ནི་བསྟན་པ་འདི་སངས་རྒྱས་ཀྱི་བསྟན་པ་འདི་ག་ལེ་ག་ལེ་ཞིག་ནི་ཉམས་རྒྱུད་བཞི་བོ་འགྲོ་བདེ་ཤག་འགྲོ་ཤག་རོ། ད་ཉམས་རྒྱུད་བཞི་བོ་འགྲོ་དམིགས་བསལ་གྱི་ཡེ་ཤུ་ཀྱི་ཨ་ན་ག་ན་དབྱིན་ཇི་ཀྱི་མངའ་འོག་ལ་ཡོད་པའི་གནས་སྐབས་སུ། དབྱིན་ཇི་ལུང་པའི་ཀྱི་མངའ་འོག་ལ་ཡོད་པའི་གནས་སྐབས་སུ་དབྱིན་ཇི་ཀྱི་ཡེ་ཤུ་ཀྱི་དེ་འདྲའི་ཆོས་པ་དེ་ནི་མང་པོ་ཞིག་ཤྲཱི་ལངྐ་ལ་ཕ་བཏང་ནས་ཨ་ནི་ཤྲཱི་ལངྐ་ཀྱི་མི་མང་པོ་ཅིག་ཡེ་ཤུ་ཀྱི་ཆོས་ལ་ཕ་རྒྱུ་རེས་ཀྱི་ལས་ཀ་དེ་ཤུགས་ཆེན་པོ་ཞུ་སྤེལ་ཏོ། དེ་འདྲའི་སྤེལ་བའི་རྐྱེན་གྱིས་ཤྲཱི་ལང་ཀར་རྒྱལ་ལ་སངས་རྒྱས་ཀྱི་བསྟན་པ་འདི་ཧ་ཅང་གི་ཉམས་ཆག་ཤུགས་ཆེན་པོ་ཞུ་འགྲོ། ཉམས་ཆག་ཤུགས་ཆེན་པོ་ཞུ་འགྲོ་ཡོང་དུས་བསམ་པ་ལ་དེ་ནི་ཤྲཱི་ལང་ཀ་ཁོ་རང་ཚོའི་གི་ད་དགེ་འདུན་པ་ཡིན་ནའི་འདྲ་ད་ནང་པའི་གི་མི་མང་དེ་ཚོ་ཡིན་ནའི་འདྲ་ཁོ་རང་ཚོ་སེམས་ཁྲལ་ཤུགས་ཆེན་པོ་ཞིག་སླེབས་ད་ང་ཚོའི་གི་རིག་གཞུང་འདི་དཔེ་ཉམས་ཆག་ཞུ་འགྲོ་གི་འདུག་སངས་རྒྱས་ཀྱི་བསྟན་པ་དཔེ་ཉམས་གི་འདུག་ད་ང་ཚོ་དེ་ཚོ་ཆེ་ཁ་བརྡས་ཤིག་བཅག་དགོས་ཀྱི་འདུག་སེམས་ཁྲལ་ཞེ་བོ་བྱེད་ནས་དེ་ནི་ཤྲཱི་ལང་ཀར་གྱི་དེའི་དུས་ཀྱི་ད་ཤེས་ལན་འགའ་ཡི་ད་དགེ་སློང་མང་པོ་ཅིག་མཁས་པ་མང་པོ་ཅིག་གིས་དེ་ནི་དཀའ་ལས་མང་པོ་ཅིག་བརྒྱབ་ནས། དེ་ནི་ཁོ་རང་ཚོས་ཀྱིས་ལས་འཆར་མང་པོ་ཞིག་བུ་ཅིག་སྤེལ་བ་དེ་འདིར་གནང་འདུག་ད་འདི་ཆ་ཡང་ད་བསམ་པ་ལ་ད་དུས་རབས་བཅུ་དགུ་ནས་དེ་ནི་ཁོ་ཚོས་སངས་རྒྱས་ཀྱི་བསྟན་པ་བསྐྱར་གསོའི་གྱི་ལས་འཆར་ཧ་ཅང་གི་ཤུགས་ཆེན་པོ་ཞིག་བུ་ཅིག་སྤེལ་བ། དེ་འདྲའི་ཅིག་ལས་འཆར་འགོ་བཙུགས་ནས་ད་ལས་འཆར་ཟིན་ནས་ད་ལས་འགུལ་མང་པོ་ཞིག་སྤེལ། འདི་ནང་ལོགས་ནས་ད་རྐང་འཛིན་མཁན་གཙོ་བོ་གཅིག་དེ་ད་ད་ཤེས་རིག་སུ་མང་དཀར་ལ་ཐེ་རོ་ཟེར་མཁན་ཞིག་ཁོ་རང་ཡིན་པ་ཡིན་ན་ཨ་ནི་ཁོ་སྤྱི་བཏང་ནས་ལས་འཆར་གྱི་སྐད་རེད་པཱ་ལི་གི་སྐད་རེད་ཨ་ནི་དབྱིན་ཇི་གི་སྐད་རེད་ད་ཁོ་རང་གི་སི་ན་ལི་ལ་ད་ཤྲི་ལང་ཀ་གི་སྐད་ད་ཡིན་པ་ར། དེ་ནི་འདི་ག་ལ་ནང་ཆོས་ཀྱི་སློབ་སྦྱོང་ཧ་ཅང་གི་བྱང་ཆུབ་པ་ཡིན་པ། དཔེ་འཁྱེར་བ་ཡིན་པ། དེ་ཙམ་མ་ཡིན་པར་རྒྱལ་རབས་དང། ཨ་ནི་བདེན་བྲལ་གྱི་སྐོར་ལ་མཁས་པ་ཡིན་པ། དེ་འདྲའི་མཁས་པ་ཞིག་བྱས། ད་ཁོ་རང་གིས་ད་རྐང་འཛིན་ནས་ད་མགོ་དྲོ་ཁྲིད་ནས་དེ་ནི་ཁོ་ང་ཚོ་དཔེར་ན་སེ་འབྲས་དགའ་གསུམ་ན་བཞིན་གྱི་གདན་ས་དེ་འདྲས་ཡོང་གི་ཡོད་ར་དེ་སང་ནང་ཆོས་ཀྱི་སློབ་གཉེར་བྱེད་ས་ཀྱི་གདན་ས་ཆེན་པོ་དེ་འདྲས་འགོ་བཙུགས་ཕྱག་བཏབ་བཙུགས། ཨ་ནི་དེ་དང་མཉམ་དུ་ཡེ་ཤུ་ཀྱི་བླ་ཆེན་དང་དེ་འདྲས་མཉམ་དུ་བགྲོ་གླེང་བྱས། དེ་འདྲའི་རྒྱལ་ནི་ལས་ཆོག་གི་ལུས་ཤུགས་ཞིམ་པོ་ཞུ་གཅིག་པས། དེའི་ཁབ་སུ་འདི་དང་དུས་ད་ག་རང་འདི་ལ་ཡེ་ཤུ་གིས། ང་ད་ཆོས་བསྒྱུར་རྒྱན་དེ་འདྲ་ཡོང་གི་ཡོད་ལ་ཁོ་རང་སུ་ཡིན་པ་ཡིན་ན་ཡང་ད་ཅིག་སེམས་འཚབ་འགྲོ་བོ་བྱེད་ནས་ད་འགྲིག་གི་མི་འདུག་ང་ཚོ་གཉིས་པོ་བགྲོ་གླེང་བྱེད་མཁན་དེ་འདྲ་རྩོད་པ་བྱེད་མཁན་ནང་པ་གླེང་ཡོང་གི་འདུག་ད་ང་ཚོའི་ཡོད་ནས་ཅིག་བྱེད་དགོས་ཀྱི་འདུག་བསམ་ནས་དེ་ནི་ཡེ་ཤུ་གིས་ཆོས་པ་དེ་ཚོ་གྱིས་ཡང་ཕ་ནང་པའི་གིས་གང་ལྟར་དགེ་འདུན་པ་དང་མཁས་པ་དེ་ཚོ་གཉིས་ཕར་བགྲོ་གླེང་བྱེད། གང་ལྟར་བགྲོ་གླེང་བྱེད་ཡུལ་དེ་ཡང་ག་རེ་ན་སུས་ཀྱིས་བསྟན་པ་དེ་རྒྱུ་མཚན་དང་ལྡན་པ་རེད་ཤག་འདི་གི་བགྲོ་གླེང་བྱེད་སྙམ་པ་ང་ཚོ་ནཱ་ལེནྡྲའི་གི་མཁས་པ་དེ་ཚོ་སྔ་མ་རྒྱ་གར་གྱི་དུས་སུ་སྔ་མ་རྒྱ་གར་ད་དུས་རབས་བདུན་པ་བརྒྱད་པ་དགུ་བ་འོ་དེ་ཚོ་གི་དུས་སུ་དེ་ནི་ནཱ་ལེནྡྲའི་གི་མཁས་པ་དེ་ཚོ་རྒྱ་གར་གྱི་རང་ས་ད་ནང་པ་མ་ཡིན་པའི་ཕྱི་པའི་གི། མཁས་པ་དེ་གཉིས་པོ་བགྲོ་གླེང་བྱེད་ཀྱི་ཡོད་རེད། སངས་རྒྱས་ཀྱི་བསྟན་པ་རྒྱས་བྱས་ནས་བགྲོ་གླེང་བྱེད་ཀྱི་ཡོད་རེད་ཟེར་ནས་ང་ཚོ་མང་པོ་ཞིག་ཤེས་ཀྱི་ཡོད་ར། དེ་ནང་བཞིན་གྱི་ཤྲཱི་ལངྐ་ལ་དུས་རབས་བཅུ་དགུ་གི་ནང་ལོ་ལ་ཡེ་ཤུ་གྱི་ཨ་ནི་བླ་ཆེན་ཏཱ་ལི་བླ་མ་དང་དེ་འདའི་ཨ་ནི་ནང་པའི་གྱི་དགེ་འདུན་པ་དགེ་སློང་མཁས་པ་དེ་འདའི་མཉམ་དུ་བགྲོ་གླེང་བྱེད་མཁན་མང་པོ་ཞིག་བྱེད་འདུག་ད། དེ་འདྲ་བོའི་གྱི་བགྲོ་གླེང་བྱེད་ཡོང་དུས་བསམ་པ་ལ། བགྲོ་གླེང་བྱེད་མཁན་གྱི་ནང་ལོགས་ནས་གཙོ་བོ་བྱེད་དེ་ད་ལྟ་ཤྲཱི་སུ་མང་ཀ་ལ་དེར་གོ་རང་བྱེད། འདི་ལས་ལྷག་པའི་ཀྱིས། ལྷག་པ་ཟེར་ན་ཡང་ཚིག་བེད་སྤྱོད་སྟངས་ཏག་ཏག་འགྲིག་ཡོད་ནི་མིན་ན་གང་ཞིག་གང་འདི་རེད་གཉིས། འདི་དང་ན་གང་འདི། ཡོངས་གྲགས་ལ་སྐད་གྲགས་ཤུགས་ཆེན་པོ་ཞུགས་བྱུང་ཤར་བ། དེ་འདྲས་ཀྱིས་ཡང་མཁས་པ་གཞན་པ་ཅིག་ཏུ། ཁོ་རང་གི་མཚན་ལ་ག་རེ་ཞུ་གི་འདུག་ཟེར་བ་ཡིན་ན། ཤེས་རིག་དགུན་ནམ་ད་ཐེ་རོ། ད་ཤེས་རིག་དགུན་ནམ་ད་ཐེ་རོ་དགུན་ནམ་ད་ཐེ་རོ་ཁོ་རང་ཡིན་པ་ཡིན་ན་ཡང་དཔེ་ཧ་ཅང་གི་ད་སངས་རྒྱས་ཀྱི་ནང་ཆོས་ལ་ལ་བ་སློབ་སྦྱོང་ཧ་ཅང་ཤུགས་ཆེན་པོ་བྱས། དམིགས་བསལ་གྱི་འཚེ་མེད་གཞུང་ལ་ནི་སློབ་སྦྱོང་ཧ་ཅང་ཤུགས་ཆེན་པོ་བྱས་ནས་ད་ལྟ་སློབ་དཔོན་ཕྱོགས་རང་ཕྱོགས་རང་གི་གཞུང་དེ་ཚོ་མིག་འཁོར་དེ་འདྲ་དྲ་རྒྱ་དེ་འདྲ་གནས་ཚུལ་དེ་འདྲ་བྱུང་ན་ནི་དམིགས་བསལ་གྱི་རིགས་གཅིག་གི་ཚད་མ་རིགས་གཅིག་དེ་ཧ་ཅང་གི་གོ་གི་ཤུགས་ཆེན་པོ་ཞི་བོ་ཞིག་སློབ་གཉེར་བྱེད་པ་དེ་མིན་གྱི་ཨ་ནི་ཚད་མ་ད་གང་ལྟར་ཀུན་འདུས་རེད་རྣམ་འགྲེལ་རེད་དེ་རིགས་དེ་ཚོ་ལ་ཁོ་རང་གིས་སློབ་སྦྱོང་ཤུགས་ཆེན་པོ་ཞི་བོ་བྱས་ཡོད་པ། ད་ལྟ་འཚེ་མེད་གཞུང་ལ་ཤུགས་ཆེན་པོ་ཞི་བོ་བྱས་ཡོད་པ། ད་འདི། ཙམ་མ་ཡིན་པར་ཡང་ན་གཞུང་གཞན་ཆ་ཚང་ལ་ཡང་གང་ལྟར་བྱང་ཆུབ་པ་ཡིན་པ་སློབ་ཆུང་པའི་མཁས་པ་ཡིན་པ་དེ་འདྲས་ཀྱི་མཁས་པ་ཅིག་དེ་འདྲ་ཞིག་དགོས་སྙམ་ད་དེ་རུ། ཁོ་རང་གིས་ད་ཡེ་ཤུ་ཀྱི་ཆོས་པ་ཡིན་པོ་བགྲོ་གླེང་བྱེད་དགོས་ཟེར་ད་ཁོ་རང་གིས་བྱེད་ཀྱི་ཡིན་བསམ་ནས་བགྲོ་གླེང་མང་པོ་ཞིག་བྱེད་དོ། ད་དེ་འདྲས་ཀྱི་བགྲོ་གླེང་བྱེད་ཡོང་དུས་ཐོག་མའི་ཐོག་མ་དེ་ལ་ད་ཁོ་རང་ད་ཡེ་ཤུ་ཀྱི་ཆོས་པ་སྤྱི་བཏང་ནས་ཡེ་ཤུ་དེ་ཚོ་ཡང་སྤྱང་པོ་རེད་དོ་ད་སྐུ་བརྫུན་གར་བྱེད་བྱ་ཟེར་བ་ཡིན་ན། ཡེ་ཤུ་རང་མ་ཡིན་པར་བྱེད། ཡེ་ཤུ་རང་མ་ཡིན་པ་ཟེར་ན་ཐོག་མ་ཉིད་ནས་ཡེ་ཤུ་ཡིན་པ་མ་ཡིན་པར་བྱེད། དང་པོ་དྲ་བས་ཀྱི་ནང་པས་ཀྱི་དྲ་བ་ཡིན་པ། ནང་པས་ཀྱི་དྲ་བ་ཡིན་པ་མ་ཟད་ནང་པས་ཀྱི་གཞུང་ལ་སློབ་སྦྱོང་རྒྱུད་རིང་པོ་བྱེད་པ་མཁས་པ་ཆགས་པ། དེ་འདྲའི་ཕྱིས་སུ་དྲི་བྲལ་བས་ཀྱི་དྲ་བ་དུ་གནས་པ་ཡེ་ཤུ་ལ་ཡེ་ཤུའི་ཆོས་ལ་བར་འགྱུར་བྱ་བ། དེ་འདྲའི་མི་དེ་འདྲ་སྐད་བཏང་ནས། རེད་པ། གང་ལྟར་ནང་ཆོས་དང་ཡེ་ཤུའི་ཆོས་གཉིས་ཀ་གི་སྐད་ཆའི་ཁོ་རང་གི་བསྡུར་འདི་དེ་འདྲའི་ད་ཁོ་རང་ཡེ་ཤུ་ཕྱག་བཏབ་བ། དེ་འདྲའི་མི་དེ་འདྲ་བར་བཏང་ནས།

ད་ནང་པ་མང་པོ་ཅིག་ད་ཡེ་ཤུ་ཀྱི་ལ་བསྒྱུར་ཡོང་དུས་ནང་པ་དེ་ཚོར་སེམས་འཚབ་ཤུགས་ཆེན་པོ་ཞུ་ཞེས་ཚོར་བ་ཤུགས་ཆེན་པོ་ཞུ་ཡོད་དེ་བས་གནས་སྐབས་ཅིག་ལ་ད་ང་དང་ཁོ་ཐུག་ནས་ཡང་བགྲོ་གླེང་བྱེད་པ་ཡིན་ན་ཚོར་བ་དེ་ཡང་ཡང་བསླངས་ནས་ཁོ་རྙོག་དྲ་འདི་ཡོང་ཡ་དང་ར་དྲག་པོས་ཀྱི་ཡང་ཁོ་དཀྱིས་མ་མི་གཞན་པ་དེ་འདི་ཡོང་ནས་འཁྲུག་པ་རྒྱག་ཡ་སོགས་འགྲོ་དེ་འདྲས་ཀྱི་ཉེན་ཁ་ཡོང་སྲིད་ཀྱི་རེད། བྱས་ཙང་ཐོག་མ་དེ་ལ་ང་ཚོ་ང་དང་ཁོ་ཐུག་ནས་བགྲོ་གླེང་བྱེད་པ་མ་ཡིན་པ། ག་རེ་ལབ་པ་ཡིན་ན་ང་ཚོ་དཔྱད་རྩོམ་དེ་འདྲ་བྲིས་ན་ང་ཚོ་ཡང་མ་དགའ་བ་འགས་བྲིས་ཀྱི་ཡིན་ལབ་ནས་ཁོ་རང་གིས་དཔྱད་རྩོམ་མང་པོ་བྲིས་ཤག་ཕ་ཆོས་ཡིད་ཤུགས་ཀྱིས་ཨ་ནི་ངོས་ནས་ཡང་དཔྱད་རྩོམ་འདི་འདྲ་མང་པོ་བྲིས་འདི་ལ་དགའ་ལན་ལ་ཁོ་རང་གིས་དཔྱད་རྩོམ་མང་པོ་བྲིས་འདི་གི་དགའ་ལན་ལ་ཕ་ཆོས་ནས་དཔྱད་རྩོམ་འདི་འདྲ་བྲིས་ག་ལ་དཔྱད་རྩོམ་གྱི་ཐོག་ནས་བགྲོ་གླེང་ཕན་ཆེན་པོ་ཞིག་བྱས་ཤག་ཕྱིས་སུ་ད་ད་ལྟ་ཡོངས་གྲགས་ལ་ཨ་ནི་བགྲོ་གླེང་སྐད་གྲགས་ཆེན་པོ་ཞུ་ཅིག་པཱ་ཏུ་ར་གི་བགྲོ་གླེང་ཟེར་ནས་སྤྱི་སྟོང་བརྒྱད་བརྒྱ་བདུན་ཅུ་དོན་གསུམ་ལོ་ལ། རོ། དཔའ་འདུལ་ར་གྱི་བགྲོ་གླེང། རེད། སྤྱི་སྟོང་བརྒྱད་བརྒྱ་དོན་བདུན་གསུམ་ལོ་ལ་དཔའ་འདུལ་ར་གྱི་བགྲོ་གླེང་ཟེར་ནས་བགྲོ་གླེང་ཆེན་པོ་བཞི་བོ་ཞིག་བྱུང། བགྲོ་གླེང་བྱུང་བས་དེ་ཡང་སྤྱི་དང་ཁོར་ཡུག་ཁོ་རང་ད་ནི་ཡེ་ཤུ་དང་ནང་ཆོས་པ་ར་ལ་བགྲོ་གླེང་དེ་ཁོར་ཡུག་ཅིག་རེད། དེ་ནང་ལོགས་ནས་དམིགས་བསལ་གྱིས་ཨ་ནེ་ཡེ་ཤུ་གྱི། ཡེ་ཤུ་གྱི་བླ་ཆེན་དེ་བིད་ད་སིལ་བ་ཟེར་ཉིན་ཅིག། ཁོ་རང་གིས། ད་དེ་འདི་ཡང་ང་ཚོ་ནམ་རྒྱུན་ཡིན་ན་གཟའ་ཉི་མ་ཉི་མ་ལ་ཡེ་ཤུ་དེ་འདྲ་ཡོད་ན་ཁོ་ཚོ་གཅིག་འདུས་ཚོགས་འཚོགས་ནས་ཅིག་ཆོས་བཤད་བྱས་ཡོང་གི་འདུག་དེའི་སྐབས་དུ་ཁོ་རང་གིས། བདག་ང་ཚོ་འདི་རང་རྐྱ་བའི་བདག་ད་ཡེ་ཤུ་ཡིན་ན་ཁོ་ཚོ་གི soul ཟེར་དེ་རོ Atma ཟེར་ཏེ། ད་ནང་པའི་གི་ད Atma ཟེར་ཅིག་ཡོད་མ་རེད་དེ་ནི་རང་རྐྱ་བའི་བདག་ཡོད་མ་རེད་ཟེར་གི་ཡོད་ར། ད་ཡེ་ཤུ་གི་ལར་ཞིང་ཁོ་རང་གི་ད་ནང་རང་རྐྱ་བའི་བདག soul ཡོད་བའི་གི་སྒྲུབ་བྱེད soul དེ་ཁྱི་ཆེན་པོ་ཡིན་པའི་སྒྲུབ་བྱེད soul མེད་པ་ཡིན་ན་ད་ང་ཚོ་ཤིང་དང་རྡོ་དང་གཅིག་པ་ཡིན་པའི་གི་སྒྲུབ་བྱེད་དེ་འདྲ་མང་པོ་ཅིག་གི་ཐོག་ནས་རང་རྐྱ་བའི་བདག་ཡོད་པའི་གི་སྐོར་ལ་ཆོས་བརྒྱུད་ཕྱུག་ཤུན་པོ་བཞུགས་ཅིག།

སྐད་ནས་སྔར་གཅིག་ད་ནང་པ་ཡིན་ཟེར་ནས་ད་ག་རེ་བྱེད་དགོས་ཡོད་ན་ད་ཡེ་ཤུ་དེ་ཚོ་དཔེ་ཞིབ་འཇུག་བྱེད་དགོས་ད་སོ་སོ་ནང་པ་ཡིན་པའི་སྤོབས་པ་དེ་ཉམས་བདེ་བའི་གནས་སྐབས་སུ་ཁོ་རང་གིས་དེ་འདྲའི་དགུན་ཟླ་འདིར་ཐལ་བར་ཁོ་རང་གི་བགྲོ་གླེང་དེ་ཞིག་བགྲོ་གླེང་དེ་ལ་མི་མང་པོ་ལས་སྐད་གྲགས་འགྲོ། ཨ་ནི་བགྲོ་གླེང་གི་ཁོ་རང་བགྲོ་གླེང་བྱེད་སྟངས་དང་འདི་གི་ཐོག་ནས་མང་པོ་ཞིག་ང་ནང་པ་ཡིན་པའི་སྤོབས་པ་བྱུང་ཡོད་ཟེར་ཞོར་ལ་ད་སྤོབས་པ་ཡང་རྒྱས། དེ་འདྲའི་ཕྱིར་ད་གང་ལྟར་ནང་ཆོས་ཀྱི་ལ་ནང་ཆོས་ཡིན་པའི་གི་སེམས་བློ་བསམ་བློ་དེ་ཤུགས་ཆེན་པོ་ཞུགས་ཁྱབ། ད་དེ་འདྲའི་གི་གནས་སྟངས་ཤིག་ལ་ད་ད་ལྟ་དེ་འདྲའི་གི་བགྲོ་གླེང་མང་པོ་ཅིག་བྱེད་དུ་ཡོད་ར། བགྲོ་གླེང་གི་ཟིན་ཐོ་མང་པོ་ཅིག་བྲིས་བཞག་ཡོད་དུས་ད་སྔ་མ་སྔ་མ་གི་ཁོ་ཕ་ཆོས་གཉིས་ཁ་ལ་ཡེ་ཤུ་གི་ཆོས་དཔེ་བཤད་བཞག་རྒྱུ་དང་ནང་པོས་དགུན་ན་ད་ཐེ་རོ་ཁོ་རང་གི་འདྲེ་ལ་དགག་ལན་མཛད་བཞག་རྒྱུ་གི་དེབ་དེ་དཔྱད་རྩོམ་དེ་འདྲ་དང། ཨ་ནི་དངོས་སུ་བགྲོ་གླེང་བྱེད་བཞག་རྒྱུ་གི་རྒྱུ་ནི་དངོས་སུ་ངོ་དང་ངོ་ཐུག་ནས་བགྲོ་གླེང་བྱེད་བཞག་རྒྱུ་དེ་འདྲའི་གི་ཟིན་ཐོ་དེ་ཚོ་མང་པོ་ཅིག་ད་ནུབ་ཕྱོགས་ཨ་རི་དེ་བ་ལ་ཁྱབ་འགྲོ་དུས་ཨ་རི་གི་ཚགས་ཤོག་ཅིག་གི་ནང་རོལ་ལ་བགྲོ་གླེང་གི་སྐད་ཆའི་དུས་ཚོད་ཕར་སླེབས་ཡོད་པ་ཞིག་རེད། དེའི་ཚགས་ཤོག་དེ་ཨ་རིག་གི་རྒྱལ་ཁབ་དུ་གི་དམག་དཔོན་གཅིག Henry Steele Olcott ཟེར་ངེས་རེད། ཁོ་རང་ཕྱིས་སུ་ཁོ་རང་ཡང་ན་སྤྱི་བཏང་ནས་སྐད་གྲགས་ཆེན་པོ་ཞིག་རེད། ད་ལྟ་ནམ་པ་ཚོས་ཀྱིས་མཁྱེན་གྱི་ཡོད་ན།

ཤི་རི་ལངྐ་ལ་བགྲོད་དེ་ཤི་རི་ལངྐ་ཡི་ཁོར་ཡུག་དང་གནས་སྟངས་དང་ལུས་རྒྱུད་དུ་དེ་ཚོ་ཁོ་ཧ་གོ། ཨ་ནི་ནང་ཆོས་ཀྱི་ལ་ཡང་ཁོ་རང་ཨ་ནི་ཅིག་སྦྱངས་ཡོང་དུས། ནང་ཆོས་ལ་ཡང་ཁོ་དམིགས་བསལ་གྱི་དད་པ་སྐྱེས་ནས་ཁོ་རང་ནང་པར་གྱུར་སོང་བ་རེད། མི་ཆེན་པོ་ཞིག་ནང་པར་གྱུར། ད་ཁོ་ནང་པར་གྱུར་དུས་ད་ང་ཚོ་དེ་འདྲ་བྱས་ན་འགྲིག་གི་མི་འདུག་ཟ། ད་ང་ཚོ་ད་ལྟ་ཡིན་ན་ནང་ཆོས་ཡིན་པ་ཉམས་བདེ་བའི་གནས་སྐབས་སུ་ཡ་སླར་གསོ་བྱེད་ཀྱི་དུས་སླར་གསོ་བྱེད་ཀྱི་ང་ཚོའི་ཀྱི་དེ་འདྲས་ཆེ་འདུག་ཟེར་ད། ལས་འཆར་ད་ལྟ་མུ་མཐུད་མུ་མཐུད་སྤེལ་བཞིན་སྤེལ་དགོས་སྤེལ་གྱི་ཡོད་རེད་དགེ་སློང་མི་འདྲ་མི་འདྲ་ཡོད་བགྲོ་གླེང་བྱེད་ཀྱི་ཡོད་རེད་དགོན་པ་བརྒྱབ་ཀྱི་ཡོད་རེད་ཨ་ནི་བསླབ་གྲྭ་ཁག་ལ་ནང་ཆོས་ཀྱི་སྐོར་ལ་འགྲེལ་བཤད་བརྒྱབ་ཀྱི་ཡོད་རེད་སྤུ་གུ་དེ་ཚོ་ལ་སློབ་སྦྱོང་སློབ་ཁྲིད་བྱེད་ཀྱི་ཡོད་རེད་ད་ཡིན་ན་ང་ཚོ་འདི་ཆ་ཚང་མཚོན་དོན་གྱི་རྟགས་རྟགས་ཞིག་གོ་གི་འདུག་ཟེར་ལས་རྟགས་ཞིག་གོ་གི་འདུག་ཟེར།

ཀོ་ལོམ་པོ་གི་ཆོས་ཚོགས་ཚོགས་ཆུང་མ་ཀོ་ལོམ་པོ་གི་ཚོགས་པ་ཟེར་བའི་ཀོ་ལོམ་པོ་ཀ་མི་ཏི་ཞིག་བཙུགས། འདི་གིས་ད་ཚོགས་གཙོ་ཁོ་རང་བྱས། ཁོ་ཚོས་ཚོགས་འདུ་ཞིག་ཚོགས། ཚོགས་འདུ་དེ་གི་ནང་ལོགས་ལ་རྐང་ཚོ་ནང་པའི་གི་སྟག་སེང་ལ་ནང་པའི་གི་རྒྱལ་དར་ཞིག་བསྒུགས་འདུག། འདི་བཤད། ད་ནང་པའི་གི་རྒྱལ་དར་བསྒུགས་ཡོད་ན་ནང་པའི་གི་རྟགས་ག་རེ་ཞིག་བསྒུགས་ཀྱི་ཡོད་ཟེར་ལབ་ནས་ཨ་ནི་ཁོ་རང་ཚོས་གི་རྟགས་ག་རེ་ཞིག་ཡོད་ཟེར་ན་ང་ཚོ། གནས་བརྟན་སྡེ་བའི་གི་རྟགས་ཐེག་དམན་གྱི་གཞུང་ད་ཚོ་ཁོ་ཚོའི་གི། ཏིར་པི་ཏི་ཀ་ལ་གི་ཏོ་སྡེ་སྣོད་གསུམ། ད་ང་ཚོའི་གི་ད་ནང་ང་ཚོ། ཐེག་ཆེན་གྱི་ང་ཚོ་སྡེ་སྣོད་གསུམ་བཤད་སྟངས་དང་དེ་འདྲ་གི་མ་རེད། ཁོ་རང་ཚོས་ཀྱི་ཡང་སྡེ་སྣོད་གསུམ་གྱི་བཤད་སྟངས་ཡང་ད་ཁོ་ཚོའི་གྱི་གཞུང་དེ་ཚོ་དེ་ལོགས་ཀ་ཡོད་རེད་པཱ་ལི་གྱི་གཙོ་བོ་པཱ་ལི་ཆོས་བརྒྱུད་ཀྱི་ནང་ལོགས་ལ་པཱ་ལི་ཡི་གེ་ནང་ལོགས་ལ་ཡོད་ཤག་པས་དེ་ཚོ་གྱི་ནང་ལོགས་ལ་ད་མདོ་མང་པོ་ཅིག་གི་ནང་ལོགས་ལ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཡོང་དུས་བསམ་པ་ལ་སངས་ད་བྱང་ཆུབ་ཀྱི་ཤིང་གི་དྲུང་དུ་སངས་རྒྱས་དུས་སྐུ་ནི་འོད་ཟེར་མི་འདྲ་བ་དྲུག་འཁྲུངས་བ་རེད་ལབ་ནས།

ལྟར་འོད་ཟེར་གྱི་དྲུག་དེ་ང་ཚོས་གཏན་འབེབས་བྱེད་དགོས་ཀྱི་རེད། ཡིན་ན་ཡང། ཁོ་ཚོས་ཀྱི་དར་ཆ་ཟེར་ནས་དར་ཆ་དེ་ང་ཚོ་རྣམས་ཀྱི་དགོན་པ་དང་ཆོས་སྡེ་ནས་དེ་འདྲ་ཡང་ཆགས་ལ་བཏགས་ཡས་ཀྱི། ཐོག་ཁ་ལ་ང་ཚོ་དགོན་པ་ཟེར་དེ་ཐོག་དེ་ལ་བཏགས་ཡས་ཀྱི་དར་ཆ་ནར་ནར་རིང་པོ་དེ་འདྲ་ཡོང་གི། རེད་ཀྱི། དེ་འདྲ་ཅིག་ཁེལ་ཡོང་དུ་ཨ། ད་འདི་ལ་ཨ་ནི་ད་ལྟ་ཧན་རིས་ཏིལ་ཨོ་ལ་ཁོ་རང་གི་བསམ་འཆར་ལ་བསམ་འཆར་བཤད་ནས་ད་མཚོན་ཁྲ་འདི་ང་ཚོ་ད་རྣམ་པ་ཚོས་ཀྱི་གཏན་འབེབས་བྱས་པ་རེད། ཡིན་པ་ཡིན་ན་ནང་ན་རིང་པོ་ཞི་བོ་ཡོད་པ་ཡིན་ན་ང་ཚོ་ཇོ་མ་ད་ང་ཚོ་མཛད་སྒོ་ཚོགས་པ་ཡིན་ནས་ཚོགས་འདུ་ཚོགས་པ་ཡིན་ནས་ལས་བྱ་ག་རེ་སྤེལ་བ་འདི་བོད་ཆུ་བཏང་ཡ་ཡིན་འདུག་བསམ་པ་ན་རིང་པོ་ཞི་བོ་ཡོད་ན་བོད་ཆུ་བཏང་ཁག་པོ་ཆགས་ཀྱི་རེད་ཁྱེད་འགྲོ་དུས་དཀའ་ལས་ཁག་པོ་ཡོང་གི་རེད་བྱས་ཙང་ང་ཚོ་སྒེར་ལྟར་གྲུབ་ཆུ་མ་ཞིག་ཡོད་ན་ཡག་ག་ཡོད་རེད་བསམ་ནས་བསམ་འཆར་བཤད། བསམ་འཆར་བཤད་ནས་ཨ་ནི་རྒྱལ་དར་འདི་གང་ལ་བརྩི་ན་ད་ད་ནངས་ང་ཚོ་མཐོང་ཆོས་སུ་ཡོད་པའི་ནང་པའི་རྒྱལ་དར་འདི་གང་ལ་གཏན་འབེབས་བྱས་བ་བཤད། ད་འདི་གི་ཨ་ནི་ལོ་རྒྱུས་དེ་འདི་ཡིན་པ་དེ་ང་ཚོ་ཁུངས་སྐྱེལ་ག་བ་ཡོང་གཏུགས་གལ་ཡོང་གི་ཡོད་རེད་ཟེར་བ་ཡིན་ན་ཧན་ནེ་སི་ཏིལ་ཨོལ་གོར་ཁོ་རང་གིས་སྤྱི་བཏང་ནས་དེབ་གླེགས་བམ་ཟེར་བ་ར་དེབ་རིགས volume མི་འདྲ་བ་དྲུག་ཡོད་རྒྱུ་གྱིས་ཁོ་རང་གིས་ཟིན་ཐོ་དེབ་དེ་གི་མིང་དེ་ལ་འདི་ལེགས་འདུག་ཨོལ་རྡའི་རིགས་ལས་ཁ། དོན་དག་ག་དེ་རྣམས་ལ་ཁོ་གཙོ་བོ་ག་རེ་བྱས་ན། ཁོ་རང་སྙེ་མ་ཕ། ཨ་རི་ལ་ཡོད་པའི་གནས་སྐབས་དང་ཁ་ན་ཁོ་རང་ཁོ་ན་གི་ད། ལས་ཀ་བྱེད་བྱས་པས་ད་དེ་འདྲ་གི་ཉིན་ཐོ་བཀོད་བཞག་རྒྱུ་ཚོད་འགྲོ་བ་ཞིག་རེད། ད། དེ་རྣམས་ལ་མང་པོ་ཞིག་ད་ལྟ་གླེགས་བམ volume མང་པོ་ཞིག། ཁོང་གིས་ད་ལྟ Theosophical Society དེ་བཟོས་སྟངས་དང་འདིའི་སྐོར་གྱི་རྒྱབ་ལྗོངས་འདི་སྐོར་ལ་མང་པོ་ཞིག་ཡོད་རེད། གླེགས་བམ། བཞི་པ་དང་གསུམ་པ་གཉིས་ཀྱི་ནང་ལོགས་ལ་ཁོང་གིས་ནང་ནང་པའི་ཡི་གེ་ཚ་དང་འབྲེལ་བའི་སྐད་ཆ་དེ་ཤེས་ཡོང་དགོས་རེད་དམིགས་བསལ་གྱི་གླེགས་བམ་བཞི་བའི་ནང་ལོགས་ལ།

ཧན་རིས་ཀྱིས་ཨོ་སྒོར་གྱིས་བཟོས་པ་རེད་ལབ་ནས་བཤད་མཁན་ཅིག་ཡོང་གི་ཡོད་དེ་ནོར་དེ་ཡོད། ནང་པའི་སྒེར་རྩ་དེ་བཟོས་རྐྱེན་ཧན་རིས་ཀྱིས་ཨོ་སྒོར་མ་ཡིན་པ་བྱས། ཀོ་ལོམ་པོ་ཀ་མི་ཀྲིག་གི་ནང་ལོགས་ལ་སྒེར་རྩ་རྒྱུ་ལུགས་རྒྱུ་དེ་ཡོད་པ་ཁོ་ཚོར་གཏན་འབེབས་བྱས་པ་བྱས། ད་དེ་ནང་ན་རིང་པོ་ཡོད་དུས་དེ་གྲུ་བཞི་མ་ཅིག་ཡོད་ན་ཡག་པོ་ཡོད་རེད་ཟེར་ནས་བསམ་འཆར་བཤད་མཁན་དེ་ཁོ་རང་རེད་གོ་ཆ་དེ་ག། འོན་ཏེ་དེ་ད། ད་འདི་འདྲ་ཡོད་ཀྱི་ནང་པའི་སྒེར་རྩར་དེ་གཏན་འབེབས་བྱས་ནས། ད་ཧན་རིས་ཀྱིས་ཨོ་སྒོར་རེད། འདི་དང་མཉམ་དུ་ད་ཡོངས་གྲགས་ལ་ཕལ་ཆེར་སྐད་གྲགས་ཆེན་པོ་ཞིག་ཡོད་བསྡད་པ། ད་ལྟ་ཨ་ན་ཀ་རི་ཀར་དར་མ་པཱ་ལ། ད་དར་མ་པཱ་ལ་ལ་ནང་དུ་ད་ལྟ་རྡོ་རྗེ་གདན་གྱི་མ་བུ་ཏུ་སོ་སའི་དེ་ཤག་ཐབས་མཁན་དེ་རོ། ད་ཁོ་རང་གི་ཅི་ལྟར་ཁོ་རང་གི་སྐོར་ལ་ཡོད་ནས་རྣམ་པ་བཟོས་ཀྱིས་བྱུང་ན་ཁོ་རང་གི་མཛད་རྣམ་དེ་ཡང་རྣམ་པ་བཟོས་ཀྱིས་ཅིག་གཟིགས་ཐུབ་ན་ཡག་པོ་ཡོད་རེད་གང་ཡིན་ཟེར་ན་ནང་ཆོས་ད་ང་ཚོ་རྒྱ་གར་གྱི་ནང་ལ་ཡོད་ནས་ད་ཅིག་གིས་ནང་ཆོས་ལ་གྱི་ཆེད་དུ་སངས་རྒྱས་ཀྱི་བསྟན་པའི་ཆེད་དུ་དཀའ་ལས་ཤུགས་ཆེན་པོ་ཤུགས་ཅིག་རྒྱབ་མཁན་གཅིག་ཁོ་རང་ཆགས་ཐིག་ཡོད་རེད།

འཇར་པན་རེད། ཨ་ནི་ད་ལྟ་རྒྱ་གར་རེད། ར། ཨ་ནི་དེ་འདྲས་ཀྱི་ད་ནང་པའི་ཀྱི་རྒྱལ་ཁབ་གཞན་གཞན་གཞན་ཁག་ལ་བར་འགྲོ་ནས་ཨ་ནི་ང་ཚོ་ནང་པའི་རྒྱལ་ས་དེ་འདྲས་དེ་འདྲས་ཡོད་དེ་འདྲས་གཏན་འབེབས་བྱས་ཡོད་སྲིད་ལབ་ནས། སྐད་ཆ་བཤད་དམིགས་བསལ་གྱི་འཇར་པན་ལ་ཡེ་འདི་འདི་ག་ལ་སྐད་ཆ་བཤད་དུས་འཇར་པན་གྱི་དུས་དེ་དུས་ཀྱི་རྒྱལ་བོ་དེ་གིས། ཨ་ནི་དམིགས་བསལ་གྱི་དགའ་བོ་བྱས་ནས་ཨ་ནི་ཁོ་རང་གི་རྒྱལ་བོ་གིས་ཁོ་རང་གི་བར་གྱི་ཁྲིམས་ཁྲིམས་བཅས་ནས་ང་ཚོའི་ཀྱི་ནང་པའི་ཀྱི་དེ་འདྲས་འདི་ཡིན་སྲིད་ལབ་ནས་ཁྲིམས་བཅས། དེ་འདྲས་བྱས་ནས་གང་ལྟར་ཨ་ནི། རྒྱལ་ཁབ་ཕྱི་ལོགས་ཁང་ལ་ནི་བ་འབྲེལ་བ་བྱས་ལ་དེ་ཚོ་ཨོལ་གོར་དང་ལ་ན་དར་མ་བ་ལ་ཁོ་ནི་གཉིས་ཀྱི་ནང་དུ། དམིགས་བསལ་གྱི་དེ་རྣམས་ལ་སྙིང་རྗེ་མོ་ཅིག་སྐད་ཅིག་སྙན་པོ་ཅིག་བཤད་ཅིག་ག་རེ་འདུག་ཟེར་བ་ཡིན་ན་ད་ལྟ་འདི་སྐད་འདི་ནང་ལ་ཡོང་གི་རེད་ད་ལྟ་ངེད་ཀྱིས་ད་ལྟ་འདི་ནང་ལོགས་ལ་ཡང་བསྐྱར་པར་ཅིག་བཏང་ཡོད་དེ། ཨོལ་གོར་ཁོ་རང་གི་དེབ་བཞི་བ་ཀྱི་ནང་ལ་ཡོད་ཞེས་པ་ཅིག་རེད། དེ་ནང་ལ་ག་རེ་བྱས་ཡོད་ལ་ཁོ་རྡ་རྗེ་གླིང་ལ་འགྲོ་བའི་དུས་ཅིག་ལ། རྡ་རྗེ་གླིང་ལ་ཁོ་ཚོ་ཡང་འགྲོ་དུས་རྡ་རྗེ་གླིང་ལ་བོད་བོད་པའི་གྱི་ནང་པ་དེ་འདྲ་མང་པོ་ཞིག་འདུག།

སྙམ་དུ་ཨ་ནི་བདེན་འདྲ་ན་ཁོ་རང་ཚོ་ལ་ད་ཕུད། ཨ་ནི་ང་ཚོ་ནང་པའི་རྒྱལ་དར་འདི་འདྲ་འདི་འདྲ་ཅིག་བསྟན་པའི་གྱིན་ཡོད། ར་ནི་སྐུ་ཚབ་བོད་ཀྱི་དོན་གཅོད་ལ་བོད་ཀྱི་སྐུ་ཚབ་དོན་གཅོད་ལ་ཨ་ནི་ཁོ་རང་གིས་སྙན་བཟང་ཞུ་དུས་སྐུ་ཚབ་དོན་གཅོད་ཀྱིས་འདི་ལབ་སོང། ཨ་ལ་འདི་ཚོད་འདྲ་ཐབས་དེ། ང་ཚོའི་གྱི་བླ་མ་ཆེན་པོ་སྣང་ལོ Grand བླ་མ་ལ་དྭ་ང་ཚོའི་གྱི་བླ་མ་ཆེན་པོའི་གྱི་དར་ཆ་དང་གཅིག་པ་གཅིག་རྐྱང་རེད་ཤག་བསམ་ནས་ལབ་སོང། ད་ང་ཚོའི་གྱི་བླ་མ་ཆེན་པོ་ཟེར་བླ་མ་ཆེན་པོ་དེ་སུ་ལ་ལབ་ཀྱི་ཡོད་ན། དར་ཆ་འདི་ལ་དུས་དར་ཆ་ག་རེ་ལ་ལབ་ཀྱི་ཡོད་ན། དེ་ཡང་ང་ཚོ་གི་བོད་ག་རེ་ཡིན་ན་ཟ་མའི་ཆུ་འགོ་ར། བླ་མ་ཆེན་པོ་ཟེར་དེ་དེ་འདྲ་སྒང་ལ་དེབ་དང་དངོས་ལ་པར་ཏི་ཞག་པ་འདི་ནང་ལོགས་ལ་ཏཱ་ལའི་བླ་མ་ལ་འདྲི་ཡོད། བྱས་ཙང་རྒྱལ་བ་རིན་པོ་ཆེ་གི་དར་ཆ་ཟླབ་བཞག་ད་རྒྱལ་བ་རིན་པོ་ཆེ་གི་དར་ཆ་གི་ཚོན་ཁྲ་ད་གཅིག་པར་བཞག་ཟེར་དེ་ད་རྒྱལ་བ་རིན་པོ་ཆེ་གི་དར་ཆ་ལ་ནི་ད་དེ་ག་རེ་ལ་ལབ་ཀྱི་ཡོད་ན། དམིགས་བསལ་གྱི་གསལ་ཁ་མི་འདུག།

ཡང་རྒྱལ་ཁབ་ཁ་ཤས་ནང་ལ་ང་ཚོ་བོད་དང། ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་པ་མང་པོ་ཅིག་ང་ཚོ་གསང་སྔགས་རྡོ་རྗེ་ཐེག་པ་ཟེར་ནས Vajrayana ལ་གསང་སྔགས་རྡོ་རྗེ་ཐེག་པའི་ཆོས་བརྒྱུད་འཛིན་མཁན་དེ་འདྲ་ཡང་འདུག། བྱས་ཙང་ནང་པ་ཡིན་པ་གཅིག་པ་གང་ཞིག་ལ་ནང་པའི་ཆོས་བརྒྱུད་འཛིན་སྟངས་མི་རག་མི་རག་དེ་འདྲ་ཡང་མང་པོ་ཞིག་འདུག།

ནས་སྒུག་གི་འདུག། ལར་ནས་ཁོ་རང་གིས་དེ་བསམ་བློ་ཤུགས་ཆེན་པོ་ཞུ་བར་བྱེད། དེ་ནི། ཁོ་གིས་ཨ་ནི་ད་རྒྱལ་ཁབ་གཞན་པ་མང་པོ་ཞིག་གཉེན་པོ་འབྲེལ་བ་བྱས་ནས་དེ་ནི་རྒྱལ་སྤྱིའི་ནང་བསྟན་གྱི་ལྷན་ཚོགས་ཤིག་གཏན་འབེབས་བྱས། དེ་གི་ནང་ལོགས་ནས་ཚོགས་འདུ་དང་པོ་དེ་ཁོ་རང་བྱས། ཨ་ནི། ཚོགས་འདུ་དང་པོ་དེ་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ལ་ཚོགས་འདུ་ཚོགས་ཐོག་རྒྱལ་ཁབ་ཕལ་ཆེར་ཉི་ཤུ་རྩ་གྲངས་ཤོར་བའི་གལ་ཆེ་ཞིག་འདུག། བྱས་ཙང། ཚོགས་འདུ་དེ་གི་ནང་ལོགས་ལ་ཐག་གཅོད་དང་པོ་དེ་ག་རེ་བྱས་ཟེར་ན། ང་ཚོ་བྱས་ཙང་གི་མཚོན་དོན་གྱིས་སྡུག་གཅིག་གི་འོག་ལ་ཡོད་དགོས་པའི་ཡོད། རྟགས་མཚན་ནི། ནང་པའི་རྒྱལ་དར། ཤྲཱི་ལང་ཀ་ནང་ལོགས་ནས་དར་མདའ་གཏན་འབེབས་བྱེད་བྱ་བའི་ནང་པ་རྒྱལ་དར་འདི་ང་ཚོ་གི་ཆེད་ཀྱི་ཡིན་བསམ་ནས། ད་ནང་པའི་སྤྱི་ཡོངས་ཀྱི་རྒྱལ་དར་གཏན་འབེབས་བྱེད་བྱ་བ་དེ་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ལ་ཚོགས་འདུ་འདི་གི་ནང་ལོགས་ལ་གཏན་འབེབས་བྱས། དེ་ནས་བཟུང་ནས་ད་ང་ཚོ་ནང་པའི་རྒྱལ་དར་ལ་འདི་ད་འདི་ག་ལ་དེ་བཞིན་ཤིག་ཡོད། ཕྱིར་མ་ལྟོས་སྤྱི་བཏང་གི་ཡང་རྒྱལ་ཁབ་སོ་སོ་སོ་སོ་དང་ཚོགས་པ་སོ་སོ་སོ་སོ་ལ་ཡང་ནང་ཆོས་ཀྱི། ནང་པ་ཡིན་པའི་རྟགས་མཚན་གྱི་དར་ཆ་མི་འདྲ་མི་འདྲ་དེ་འདྲ་ཡོད་པ་མང་པོ་ཡོད་རྣམ་པ་ཚོས་ཀྱི་དྲ་ཚིགས་ནང་ལ་བཏབ་པ་ཡིན་ན། དེ་གི་ནང་པའི་རྒྱལ་ཁབ་དཔེར་ན་འབར་མ་དང་འདི་བ་ལ་ནང་པའི་རྒྱལ་ཁབ་སོ་སོ་སོ་སོ་གི་ཡང་སོ་སོ་སོ་སོ་གི་ནང་ཁུལ་ལ་ཡང་ནང་པའི་ཡིན་པའི་དར་ཆ་མཚོན་འདྲ་མི་འདྲ་མི་འདྲ་ཡོད། རྣམ་པ་ཚོ་གི་དོ་སྣང་བྱུང་ན་ད་ལྟ་ང་ཚོ་རྒྱ་གར་ནང་ལ་ད Doctor Ambedkar ཁོ་རང་རྗེས་འབྲང་གི་ནང་པ་དེ་ཚོ་ཡིས་མཚོན་དོན་དེ་ང་ཚོ་དར་ཆ་སྔོན་པོ་བྱས་ཡོད།

དར་ཆ་གཏན་འབེབས་བྱེད་པའི་སྐབས་སུ། ཚོན་ཁྲ་འདི་ཚོ་གི་སངས་རྒྱས་ཀྱི་སྐུ་ལུས་ནས་འོད་ཟེར་འཁྲུངས་བས་ཀྱི་ཚོན་ཁྲ་འདི་གང་ལ་དགེ་བྱེད་ཞིག་ཡིན་གཏན་འབེབས་བྱེད་པ་མ་གཏོགས། ཚོན་ཁྲ་རེ་རེ་རེ་རེ་གྱིས་དམར་པོ་དང་སེར་པོ་དང། ཚོན་ཁྲ་རེ་རེ་རེ་རེ་གྱིས་ག་རེ་མཚོན་གྱི་ཡོད་པས་དེ་ཡོད་མ་རེད། འདིའི་རྒྱུ་མཚན་གྱིས། ཨ། ཡོད་མ་དྲི་བཟང་ཕྱིས་སུ། ད། ཚོགས་པ་ལོ་ཀ། སྡེ་ཚན་ལོ་ཀ་གིས་ད་ཚོད་འདྲ་དེ་ཚོད་ཀྱིས་འདི་ཚོད་འགྱུར་རེད་འདི་ཚོད་འགྱུར་རེད་ནི་ཨ་ནི་འགྲེལ་བརྗོད་བྱེད་ཀྱིན་མི་འདྲ་མི་འདྲ་དེ་འདྲ་བྱུང་གི་ཡོད་རེད། འདི་རྒྱུ་མཚན་གྱིས་ཨ་ནི་རྣམ་པ་ཚོས་གི་ཚེ་དྲ་ཚིགས་ནང་ལ་ལྟ་བ་ཡིན་ན། ཚོད་འདྲ་འདི་གིས་འདི་ཚོད་འགོ་འདི་འདི་འདི་གིས་འདི་ཚོད་འགོ་ཟེར་ནི་དེ་བཞིན་མི་འདྲ་མི་འདྲ་བ་དེ་འདྲ་རག་ཡོང་གི་རེད། ར། དེ་བཞིན་ད་ཡིན་ན་ཡང། འགྲེལ་བརྗོད།

ད། སངས་རྒྱས་སྐུ་ལུས་ནས་འཁྲུངས་པ་ཡིན་ན་གང་འདྲས་སུ་འཁྲུངས་བ་རེད། འོད་ཟེར་གང་ནི་སྐུ་ག་བ་ནས་སངས་རྒྱས་ཀྱི་སྐུ་གཟུགས་ག་བ་ནས་འཁྲུངས་བ་རེད་སྐད་ཆ་བཤད་ཡོང་དུས་ཨ་ནི། སྔོན་པོ་སྔོན་པོ་དེ་སངས་རྒྱས་ཀྱི་ཨ་ནི་མིག་དང། ཨ་ནི་དབུ་སྐྲ་དེ་བ་འདི་ནི་འོད་ཟེར་སྔོན་པོ་འཁྲུངས་བ་རེད། སངས་རྒྱས་ཀྱི་ཨ་ནི་སྐུ་གཟུགས་ཀྱི་པགས་པ་དེ་ནི་འོད་ཟེར་སེར་པོ་འཁྲུངས་བ་རེད། སངས་རྒྱས་ཀྱི་སྐུ་ལུས་ཀྱི་ཨ་ནི་ཤ་དང་ཁྲག་ནི་འོད་ཟེར་དམར་པོ་འཁྲུངས་བ་རེད། སངས་རྒྱས་སྐུ་ལུས་ཀྱི་རུས་པ་དང་སོ་ནི་ད་ཡོད་ཟེར་དཀར་པོ་འཁྲུངས་བ་རེད། སངས་རྒྱས་ཀྱི་སྐུ་ལུས་ཀྱི་ཨ་ནི་ང་ཚོ་ཕྱག་གི་མཐིལ་རེད་ཞབས་ཀྱི་མཐིལ་རེད་ཨ་ནི་ཆུ་དེ་ནས་ཡོད་ཟེར་ད་གང་ལྟར་ང་ཚོ་དམར་སེར་དེ་འཁྲུངས་བ་རེད། དེ་ལས་གོ་ད་ད་ང་ཚོ་དར་ཆ་ནང་ལོགས་ལ་བང་དེ་འདི་འདི་ཡོད་རྒྱུ་གཅིག་དང་ཟུར་དེ་ལ་འདི་འདི་ཡོད་རྒྱུ་གཅིག་ཟུར་ཡོད་རྒྱུ་དེ་གིས་ད་ཆ་སངས་རྒྱས་ཨ་ནི། ཆ་སྙོམས་ཀྱིས་མཚོན་གྱི་ཡོད་རེད་ཅེས་བཤད་ཀྱི་འདུག་ད་དེ་ཁྱུང་ཐང་དུ་བྱས། ད་དེ་ཁ་ཤས་ཀྱིས་ཨ་མདའ་པཱ་ལིའི་གི་གཞུང་ནང་ལ་ཡོད་རེད་ལབ་ཀྱི་འདུག་ད་ཡིན་ན་དེ་ཧ་གོ་མ་སོང་ར། ད་ལྟ་ཡོད་དབང་བཏང་ཞུ་ད། ད་རེ་རེ་རེ་རེ་ཀྱི་མཚོན་ག་རེ་མཚོན་གྱི་ཡོད་རེད་ཟེར་ཞོར་ར། དེ་ད་ཡོང་ཕྱིས་སུ་ད་ཕལ་ཆེ་བས་ཀྱི་འགྲེལ་བརྗོད་བྱས་ཏེ། ཁ་དོག་སྔོན་པོ་དེ་ཀྱི་བྱམས་སྙིང་རྗེ་མཚོན་གྱི་ཡོད་རེད་ལབ་ཤག། ཁ་དོག་སེར་པོ་དེ་ཀྱི་ཨ་ནི། ང་ཚོ་ལྟ་བ་དང་སྤྱོད་པ་མཐའ་གཉིས་དུ་མ་གནས་པ་དབུས་ལ་གནས་པ་དེ་མཚོན་གྱི་རེད། ད་སྤྱོད་པ་ཡིན་པ་ཡིན་ན་དཔེ་ཁོ་རང་ཅི་ལྟ་ཅིག་སྦྱིན་པ་བཏང་ཤོག་ལ་ཆ་ཚང་བཏང་ནས་དཔེ་ཁོ་རང་ཅི་ཡང་མེད་རྒྱུ་སྤང་སྤང་རྐྱང་བསྡད་དེ་འདས་མ་ཡིན་པ། ཡང་ཅིག་དཔེ་ཆ་སོ་སོའི་ཚུལ་ཁྲིམས་ནོར་འདི་དགོས་རེད་ལ་ཡོངས་རྫོགས་ཉན་ནས་ཕྱུག་པོ་བསྡད་བ་དེ་འདས་ཡང་མ་ཡིན་པ་གང་ལྟར་ང་ཚོ་མཐའ་གཉིས་སུ་མ་ལྷུང་བ་ཟེར་ན་ཡོད། ག་རེ་བྱེད་པ་ནི་མཐའ་གཉིས་སུ་མ་ལྷུང་བ་ཞིག་དགོས་ཀྱི་ཡོད་རེད་ཟེར་ཞོར་ལ་བྱས་ཙང། ལྟ་སྤྱོད་མཐའ་གཉིས་སུ་མ་ལུས་གཡུལ་ལས་གནས་པ་ཅན་དེ་སེར་པོ་དེ་གི་མཚོན་གྱི་ཡོད་རེད། དམར་པོ་དེ་གི་ད་ཞེ་སྡང་གཅིག་ལ་སངས་རྒྱས་ཀྱི་ཕྲིན་ལས་མཚོན་གྱི་ཡོད་རེད་ཟེར་གི་འདུག་ཞེ་སྡང་གཅིག་ལ་དམར་པོ་དེ་གི་ཨ་ནི་སངས་རྒྱས་ཀྱི་ཨ་ནི་རྒྱུ་ཚོགས་གཉིས་བསགས་པའི་ཀྱི་འབྲས་བུ་རྟོགས་པའི་ཡོན་ཏན་དེ་མཚོན་གྱི་ཡོད་རེད་བཤད་ཀྱི་འདུག་ཡང་ད་དཀར་པོ་དེ་གི་ཨ་ནི་སངས་རྒྱས་ཀྱི་སྤངས་པའི་ཡོན་ཏན་ཞིག་མཚོན་གྱི་ཡོད་རེད་ཟེར་ལབ་ཀྱི་འདྲི་འདུག་ཡང་སངས་རྒྱས་ཨ་ནི་ཁོ་རང་རང་ཉིད་ཨ་ནི་གི་གསུང་ཆོས་དེ་སྐྱོན་དང་བྲལ་བ།

མ་སྲིད་དེ་གིས་སངས་རྒྱས་ཀྱི་གསུང་རབ་དེ་རྒྱུ་མཚན་ལ་བརྟེན་པ་ཤེས་རབ་ལ་བརྟེན་པ་ཞེས་རེས་བསླབ་ནས་བཤད་མཁན་གཅིག་དང་གཅིག་སངས་རྒྱས་ཀྱི་གསུང་རབ་དེ་ལས་སངས་རྒྱས་ཀྱི་གསུང་རབ་ཀྱི་ཤེས་རབ་ཀྱི་ཆ་དེ་མཚོན་རྒྱུའི་རེས་བསླབ་ནས་བཤད་མཁན་གཅིག་ཡིན་པ་དང། ད་ཕྱོགས་སྡོམ་དེ་ཕྱོགས་སྡོམ་དེ་གིས་ཨ་ནི་སངས་རྒྱས་ཀྱི་གསུང་རབ་དེ་ཡོངས་ཁྱབ་ལ་བདེན་པ་ཡིན་པ་དེ་མཚོན་རྒྱུའི་རེས་བསླབ་ནས་བཤད་མཁན་ཡིན་པ་དང། ད་འདི་རྣམས་ཀློག་ནས་ཁ་དོག

ཉམས། དར་ཆ་དེ་གིས་ག་རེ་ཡོང་གི་འདུག་ཟེར་ན། བསྟན་པ་ཉམས། ཉམས་ཡོང་དུས། ད་ཤི་ལང་ཀ་རྒྱལ་ཁབ་ལ་བསྟན་པ་མ་ཉམས་འགྲོ་དུས། ཨ་ནི་མང་པོ་ཅིག་གིས་དཀའ་ལས་བརྒྱབ་བརྒྱབ་ནས་ཨ་ནི་ཡ། ཉམས་པར་སླར་གསོ་བྱེད་ཀྱི་མཚོན་དོན་ཅིག་རེད། བསྟན་པ་ཉམས་པའི་གནས་སྐབས་སུ་ཉམས་པར་སླར་གསོ་བྱེད་ཀྱི་མཚོན་དོན་ཅིག། སླར་གསོ་བྱེད་ཟེར་བའི་རྗེས་ལ། ནང་པའི་གི་སངས་རྒྱས་ཀྱི་བསྟན་པ་ཆ་ཚང་ཅིག་གདུགས་གཅིག་གི་འོག་ལ་གནས་པ་ཆ་ཚང་ཕྱོགས་ཀུན་ཏུ། གདུགས་གཅིག་གི་འོག་ལ་གནས་ནས་ཕྱོགས་ཀུན་ཏུ་ཁྱབ་སྤེལ་གྱི་མཚོན་དོན་ཅི་ཡང་ཡོང་གི་ཡོད་རེད།